ཇི་སྲིད་ནམ་མཁའ་ལ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། བྱ་བྱེད་སྲིད་པོ་ཡོངས་ལ་གུས་པ་དམན་པ་ལྟ་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། དེ་རིང་འདིར་སྤང་གནས་དང་འབྲེལ་བའི་འཕྲོད་བསྟེན་ཤེས་བྱ་ཁ་ཤས་ཞུ་འདོད་བྱུང་སོང། ད་དུང་ད་རྣམ་པ་ཚོས་གཟིགས་བཞིན་པའི་པར་འདི་ངས་བོད་ནང་ལོགས་ལ་སྨན་བཅོས་བྱས་པ་ཞིག་རེད། ཁོ་རང་ལ་ད་ལོ་མང་པོ་དཀའ་ངལ་འཕྲད་བོད་ནང་ལོགས་ལ། བོད་སྨན་དང་རྒྱ་མིའི་སྨན་འདྲ་མི་འདྲ་ཟེར་ནས་སྨན་བཅོས་མ་བྱུང་རྗེས་ང་ལ་འབྲེལ་བ་བྱུང་ནས་ངས་ཝི་ཆ་སྒང་ནས་སྨན་བཅོས་བྱས་ནས་ད་ད་ལྟའི་ཆ་ལ་ཁོ་རང་གི་ཞལ་རས་དེ་འདི་འདྲའི་སིང་དྲག་ཆགས་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོ་གི་གཙོ་བོ་འདི་ལ་ངས་ཟས་སྤྱོད་ལམ་སྟོན་བྱས་ཡོད་རེད་ཟས་སྤྱོད་ལམ་སྟོན་མཉམ་དུ་བོད་སྨན་བསྟེན་ཡོད་རེད་འདི་གཅིག་ངེད་ཀྱི་བོད་སྨན་གྱི་དཔང་རྟགས་རེད་ད་འདི་མཧཱ་རཱ་སི་ཀྲ་གི་ནད་པ་རེད་ཁོ་རང་གི་མཇིང་པ་འདི་རྣམ་པ་དང་པོ་འདི་འདྲའི་རེད་བ། འདིའི་སྐབས་ལ་བུད་མེད་ཟས་ཟས་སྤྱོད་དེ་ནི་འདི་འདྲའི་སིང་དྲག་ཆགས་ཡོད་རེད་ནད་པ་འདི་ལ་པགས་པའི་ན་ཚ་མགོ་ནས་རྐང་པ་བར་དུ་ཡོད་རེད་ནི་ད་ག་ན་ཞིང་ཁྲག་གི་འདྲེས་ནད་ཡོད་རེད་ཁོ་རང་གི་ག་རེ་ལ་འོ་རེད་ངག་གི་ཁྲག་གི་འདྲེས་ནད་འདི་ད་ག་རེ་བྱས་ནས་པགས་པའི་ན་ཚ་འདི་དྲག་ན་ང་འགྲིག་གི་འདུག་ག་ཟེར་ན་པགས་པའི་ན་ཚ་འདི་སྡུག་བསྔལ་ཞུགས་ཀྱི་སྤྲད་ཀྱི་ཡོད་རེད་པ་ཁོ་རང་གི་ལག་པ་གི་སྔོན་གྱི་པར་དང་ནི་རྗེས་ཀྱི་པར་ཡང་རྣམ་པ་ཚོ་དེ་ཟེར་གྱི་རེད་སྨན་བཅོས་གོང་གི་པར་འདི་རེད་དྲ་ལག་པ་དང་རྐང་པ་དང་ཁ་ནང་ལོག་ལས་ཚང་མ་ཨ་འདྲེ་རེད་ཞེ་ན་ཞོ་ཡོར་རྣམ་པ་ཚོ་མཐོང་ན་གཞི་ནས་ཧ་གོ་གི་རེད་པ། ཨ། བུད་མེད་ཟས་ནི་ཟླ་བ་བཞི་གི་ཞོ་གུ་ལ་ཨེ་ནི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལ་ལག་པ་དེ་འདྲའི་ཆགས་ཡོད་རེད་འོ་དེ་འདྲ་སོང་ཙང་བུད་མེད་དེ་ཧང་སང་ཡང་ཕན་པོ་ཡོད་རེད་རེད་པ། ད་ངས་བཤད་དགོས་ཡ་གཙོ་དེ་རྣམ་པ་གཙོ་གི་གཙོ། བུ། བུད་མེད་ལ་མང་པོ་ཅིག་ཡིད་ཆེས་ཡོད་མ་རེད། དེ་འདྲ་སོང་ཙང་ད་ངས་དེ་ཁྱེད་རང་ཚོ་ལ་ཡིད་ཆེས་བསྐྲུན་ཡག་ཆེད་དུ་གོང་གི་པར་གཉིས་དེ་བཞག་རེད། ད་ད་ལྟའི་དུས་ཚོད་ལ་སྤྱི་ཚོགས་ནང་ལོགས་ལ་ཅིག་བཟའ་རྒྱུ་བཏུང་རྒྱུ་འདྲ་མི་འདྲ་དང་མཛེས་རིས་འདྲ་མི་འདྲ་ཡོད་དུས་ད་ང་རང་ཚོ་སློབ་གྲྭ་གི་གཞོན་སྐྱེས་སྤུ་གུ་ཆུང་ཆུང་དང་མི་རྒན་པ་དང་མང་པོ་ཞོལ་གྱི་ལ་ངའི་ནམ་རྒྱུན་ཡར་མར་འགྲོ་དུས་ད་ནི་རེད་ང་ཡི་སྨན་ཁང་ལ་ཡིན་ནི་རེད་པགས་པའི་ན་ཚ་དེ་འདྲ་མང་པོ་ཞོལ་གྱི་སླེད་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་ཁྱེད་རང་ཚོ་སྤྱི་ཡོངས་ལ་ཕན་ཡག་གི་ཆེད་དུ་གལ་སྲིད་ཁྱེད་རང་ཚོ་སྨན་བཟའ་འདོད་མེད་པ་བྱས་ཨེ་ནི། པགས་པའི་ན་ཚ་དྲག་གི་བསྡུར་ན་ད་ལྟ་ངས་བཤད་པའི་ཟས་སྤྱོད་དེའི་ལམ་སྟོན་ཡག་པོ་བྱས་པ་ཡིན་ན་ཁྱེད་རང་ཚོ་ཟླ་བ་མི་རིང་བ་ཅིག་ནང་ལོགས་ལ་དྲག་འགྲོ་གི་རེད་ད་རྒྱ་སྨན་ཟས་པ་ཡིན་ན་གནས་སྐབས་དྲག་གི་རེད་ཡང་སླེ་གི་རེད་གནས་སྐབས་དྲག་གི་རེད་ཡང་སླེ་གི་རེད་ཨེ་ནི་ཕྱི་ལུགས་ཀྱི་སྨན་པ་ཚོ་གི་ཡིན་ནས། པགས་པའི་ན་ཚ་ལ་ཨི་ལེར་ཇི་དང་འདྲ་མི་འདྲ་མིང་བཏགས་གི་རེད་མ་གཏོགས་ཟས་སྤྱོད་ངོ་མ་ཅིག་ཁོང་ཚོས་ཡག་པོ་བསླབས་ཤིང་གི་མ་རེད་ཁོང་ཚོས་ཨེ་ནི Red Meat མ་ཟ་ཤ་དམར་པོ་མ་ཟ་འོ་མ་མ་བཏུངས། Milk Product མ་ཟ་ཟེར་གི་རེད་མ་གཏོགས་གཞན་བཞི་བོ་ཅིག་ཁོང་ཚོས་ལབ་ཤིང་གི་མ་རེད། དེ་འདྲ་སོང་ཙང་ད་ཁྱེད་རང་ཚོ་ལ་ངས་ཨེ་ནས་ཅིག་སེམས་པ་བཟང་པོ་བྱེད་ནས་ཁྱེད་རང་ཚོ་ལ་ཕན་ཐོག་ཡོང་ཡག་བྱེད་འདུག་ངས་བཤད་ཀྱི་ཡོད་ད་ཁྱེད་རང་ཚོ་གལ་ཆེ་ཤོས་ག་རེ་བཙན་གོ་རེ་སི་པན་ཨ་ཅར་ཨེ་ནས་ཞོ། བྱ་ཤ། སྒོ་ང། ཨེ་ནས་ལིམ་བུ། Lemon Tea། ཨེ་ནས། ཚ་ལུ་མ། ཨམ། མོ་སང་པི། སོ་ཏྲ། ཨེ་ནས། སྔ་མོ་དེ་ཚོ་བལྟས་མྱོང་དང་ཨེ་ནས་ང་ཚོ་ཡིན་ན་ཨེ་མ་ད་སི།

པགས་པའི་ན་ཚ་འདི་གཙོ་བོ་ནི་ཁྲག་དང་ཆུ་སེར་གྱི་རྐྱེན་བྱས་ནས་ཡོང་གི་ཡོད་རེད་མཆིན་པ་དང་མཆེར་པ་འདི་ཚོ་གི་ཁྲག་དེ་གཙང་མ་མཆིན་པ་དང་འདི་ཚོ་གི་ཆུ་སེར་དེ་གཙང་མ་བཟོ་མ་ཐུབ་པ། ཁྲག་གཙང་མ་བཟོ་མ་ཐུབ་པའི་དབང་གིས་ཡོང་གི་ཡོད་རེད་དེ་འདྲ་སོང་ཙང་ཁྱེད་རང་ཚོས་ཟས་སྤྱོད་ལམ་སྟོན་གོང་ལ་བཤད་པ་དེ་ཡག་པོ་བྱེད་ཕྱིས་ད་ཁྱེད་རང་ཚོས་ན་ཚ་མ་ཁྲག་དོག་སེམས་ཁྲལ་ཡོད་མ་རེད་ད་གལ་སྲིད། ངའི་ན་ཚ་དེ་མགྱོགས་པོ་དྲག་ཡ་ཡིན་ལབ་ཡིན་ན་ཟས་སྤྱོད་དང་མཉམ་དུ་བོད་སྨན་བསྟེན་པ་ཡིན་ན་ཨེ་ནི་ང་ལ་འབྲེལ་བ་བྱེད་ཞོག་ཁྱེད་རང་ཚོ་བོད་སྨན་བསྟེན་འདོད་མེད་པ་ཁྱེད་རང་ཚོ་ཟས་སྤྱོད་ཁོ་རང་གི་ལམ་སྟོན་བྱེད་ཀྱིན་ལབ་འདི་འདི་ཨང་དང་པོ་རེད། ཟླ་བ་ཁ་ཤས་ཀྱི་ནང་ལ་དྲག་གི་རེད་བ། ཕྱི་རྒྱལ་སྨན་པ་གི་སྨན་འདྲ་མི་འདྲ་སྤྲད་གི་རེད་སྙན་རྩོམ་འདྲ་མི་འདྲ་སྤྲད་གི་རེད་མཐའ་མ་ཡག་པོ་མ་དྲག་པ་ཡིན་ན་ཁོ་ཚོས་སི་རོའི་སྤྲད་གི་རེད་འདི་གིས་ཁྱེད་རང་གི་མ་འོངས་པ་ལ་མཁལ་མ་དང་རྨིས་དང་བུ་མོ་ཚོ་ཡིན་པ་ཡིན་ན Hormone Imbalance ཆགས་ཡ་དང། ཨིན། བོགས་གནོད་དང་བདེ་འཚོ་ལ་ཨིན། ད་ག་ནང་བཞིན་བུ་མོ་ལོ་ཆུང་བ་དེ་འདྲ་ཡིན་མིན་ནི་མ་འོངས་པ་ལ་ཨེ་ནི་སྤུ་གུ་བཟོ་བའི་སྐབས་ལ་སྤུ་གུ་མ་འཁོར་ཡག་དེ་འདྲའི་གི་དཀའ་ངལ་མང་པོ་ཞོགས་ཀྱི་ཡོང་བསྡད་གི་ཡོག་རེད་འོ་བདེ་འཚོ་ན་བདེ་འཚོ་ཚང་མ་མའི་བདེ་འཚོ་གི side effect རེད་འདི་ཤེས་དགོས་གི་ཡོག་རེད། ད་ཨེ་ནི་བྱུག་ཡག་དེ་འདྲའི་གི་གུ་གུ་དུ་ལབ་ཡིན་ན་ཁྱེད་རང་ཚོ་སྨན་རྩིས་ཁང་གི་སྨན་ཁང་ག་པ་ལེན་ནས་ཡོག་རེད་བ་སྨན་རྩིས་ཁང་གི་སྨན་ཁང་ཚང་མ་ལ་མཁྲིས་པ་ལོ་ཞུན་ཟས་ཞོར་མཁྲིས་པ་བྱུག་པ། འོ་མཁྲིས་པ་བྱུག་པ་དེ་ཨེ་ནི་ཁྱེད་རང་ཚོ་ག་ནས་ཉོས་པ་ཡིན་ནས། ཉོ་ཆོག་ཆོག་རེད་ཁོང་ཆེན་པོ་ཞོ་གི་འདྲེ་ཡོད་མ་རེད། ཨེ་ནི་ཁྱེད་རང་ཚོ་པགས་པའི་ན་ཚ་སུ་འདྲ་ཅི་རེད་སྤུ་གུ་ཆུན་ཆུན་ཡིན་པ་ཡིན་ནས་རེད་མི་རྒན་པ་ཡིན་ནས་རེད་མི་གཞོན་པ་ཡིན་ནས་རེད་སུ་ལ་ཡིན་ནས་བྱུགས་རུང་བ་རེད་འདི་ལ་དམིགས་བསལ་གྱི་པགས་པ་འཕྲོ་བརླག་འགྲོ་ཡ་དང་པགས་པ་ནག་པོ་ཆགས་ཡ་དང་འདི་འདྲའི་རྩ་བ་ར་ནས་ཡོད་མ་རེད་རེད་བ། དམིགས་བསལ་གྱི་དེ་འདྲ་པགས་པའི་ན་ཚ། པགས་པ་གས་ནི་སྐམ་པོ་ཆགས། དཀར་པོ་ཆགས་ནི་ངེས་སུ་བལྟ། པགས་པ་དཀར་པོ་ཆགས་པགས་པ་གས་འོ་ནི་ཟབ་ར་རྒྱབ་བྱེད་ངེས་སུ་བལྟ། འོ་འདི་ཚོའི་རིགས་ལ་ཧང་སང་ཕན་པོ་ཡོད་རེད་ཁྱེད་རང་ཚོ་ལ། འོ་ནི་རྣམ་པ་ཚོས་འདི་འདྲ་བའི་འོ་ནི་ཅིག་ཀུན་སློང་བཟང་པོ་གཞན་ཕན་གྱི་ཀུན་སློང་ཅིག་ཁྱེད་ནི་འོ་ནི་འདི་གང་ཐུབ་ཐུབ་ཅིག་བརྒྱུད་སྐུལ་གནང་རོགས་གནང། འདི་འདྲའི་བརྒྱུད་སྐུལ་གནང་བ་ཡིན་ན་མི་མང་པོ་ཅིག་དང་ལ་འདིའི་གནད་དོན་འདི་ཧ་གོ་གི་ཡོད་མ་འདི་འདྲ་སོང་ཙང་འོ་ནི་ཧ་མ་གོ་ང་ཚོ་ལ་ཕན་པ་ཡིན་ན་འདི་དངོས་གནས་ཁོ་རང་ད་ཆོས་ཀྱི་ནང་གི